ད་ད་རེས་ཀྱི་འགྲེམས་སྟོན་འདི་ནང་ནང་སའི་ག་ཚོད་ཆགས་ཡོད་ཞེས་བ་ན་ནང་སའི་གཙོ་བོ་ང་ཚོ་གསུམ་ཆགས་བསྡད་ཡོད་ཨ་ཐོག་མ་དེ་ལ་བོད་ཀྱི་དངུལ་གྱི་ནང་སའི་ཆགས་བསྡད་ཡོད་གཉིས་བ་དེ་ལ་བོད་ཀྱི་ཤོག་དངུལ་གྱི་ནང་སའི་ཆགས་བསྡད་ཡོད་གསུམ་པ་དེ་བས་ན་བོད་ཀྱི་ཅི་ག་ཞུ་བ་རེད་དངུལ་གྱི་འཕེལ་རིམ་དེ་ཆགས་བསྡད་ཡོད། ཨ་བསྡད་ཅིག་ཟེར་བ་ཡིན་ན་ད་ང་ཚོ་ད་སང། གསུམ། གཅིག་སྟོང་དགུ་བརྒྱ་གསུམ་སོགས་གསུམ་ལ་ད་ཁོ་རང་ཕུལ་ངེས་སུ་ཡོད་མེད་དེ་འདྲའི་ཚང་མ་ང་ཚོས་རྗེས་གཅིག་གི་མ་སྒྲིག་ཤོམ་ཞུས་ཡོད། འདི་ནང་ལོགས་ལ་གཟིགས་འོས་ཀྱི་ག་ཞུ་བ་ལ་ནི་དེ་ན་ང་ཚོ་ཕལ་ཆེར་འགྲོ་འོས་ཀྱི་གངས་ཏེ་ཕོ་བྲང་ཕྱོགས་ལས་རྣམ་རྒྱལ་ལ་ནི་དེའི་སྒང་ལ་བསྐྱོད་ཡོད་དུས་ཨ་ནི་བུ་དེ་ཨ་ནི་སྲིད་དབང་ཚང་མ་གངས་ཏེ་ཕོ་བྲང་ལ་ཡོད་མེད་དེ་འདྲའི་གཅིག་ཡང་གསལ་བོ་ཆོད་དུས་རེད་ཞེས་ཞུས་ཡོད་ར། གཉིས་བ་དེ་ལས་ན་ཐུན་མོང་མ་ཡིན་པའི་གི་དབྱིབས་དང་ཨ་ནི་ཚོན་མདོག་ག་རེ་ག་རེ་ཡོད་མེད་ང་ཚོས་དངུལ་གལ་སྲིད་ཅིག་དངུལ་སྒང་ལ་ཉམས་ཞིབ་བྱེད་ངེས་ཅིག་པ་ཡིན་ན།

གསུམ་པ་བདེན་པ་ཡིན་ན་བོད་ནང་ལོགས་ལ་ཡང་ཅིག་དངུལ་དེ་ཚོ་ག་ཅིག་དབྱིབས་དེ་འདྲ་ག་འདྲ་མ་འདྲ་མ་འདྲ་ག་རེ་ཡོད་མེད་ཅེས་རོ་ཁ་ཤེས་སྟངས་ང་ཚོ་ཟུར་ཞིག་ཡོད་སྐྱོ་དེ་འདྲས་ཀྱི་ཡང་དངུལ་ཁྲམ་དེ་འདྲས་དོན་ལེགས་འདུག་རོ་དེ་འདྲས་ཅིག་ཡོད་སྐྱོ་ཆེ་ཨ་ནི་ཕལ་ཆེ་ཁྲོ་བོ་ཅིག་ལྟ་ང་ཚོ་མགོ་སྐོར་རང་ཆགས་དེ་གི་འདུག་སུ་ཞོན་ཡིན་ནོ། དེ་ནས་ང་ཚོ་གི་ལྟ་དངུལ་ནང་ལོགས་ལ་ལྟ་ཅིག་ག་ཞུ་ག་རེ་རྒྱུ་ཆ་མ་འདྲ་བ་ག་རེ་ག་རེ་ཡོད་མེད་དེ།

བོད་རང་གིས་བཟོས་པའི་ཀྱི་དངུལ་འགྲམ་ཐོག་མ་དེ། ར། བོད་རང་ནས་བཟོས་བའི་དངུལ་འགྲམ་ཐོག་མ་དེ་ད་ང་ཚོ། གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་ལ་ཨ་ནི་བོད་རང་གིས་ཐོག་མ་བཟོས་བའི་ཀྱི་དངུལ་དེ། བཅོ་གསུམ་ཤི་བཅོ་གསུམ་ཉེ་ལྔ་ལས་དེ་དེ་ཆགས་བསྡད་ཀྱི་ཡོད་རང། ཨ་ནི་བཅོ་གསུམ་རོགས་བྱིན་པ་ཡིན་ན་རབ་བྱུང་བྱས་ཉེ་ལྔ་དེ་ལོ་ཆགས་བསྡད་ཀྱི་འདུག་ཨ་འདིས་ང་ཚོ་བཅོ་གསུམ་ཉེ་ལྔ་ད་ལྟ་བོད་དངུལ་དང་པོ་དེ་ང་ཚོ་ལ་འབྱོར་མེད་རང་དེ་ད་ལྟ། ཞལ་འདེབས་ཕུལ་ངེས་བྱུང་མ་སོང་ཡིན་པ་ཡིན་ནས། བཅོ་ལྔ་ཉིན་ཞིག་དེའི་ཟླས་ང་ཚོ་ལྟ་འདི་དུས་རབས་ག་དུས་འདི་ང་ཚོ་ལྟ་ད་ལྟ་འགྲེམས་སྟོན་ཁང་ནང་ལོ། དུས་ཐུང་འགྲེམས་སྟོན་འདི་ནང་ལོ་ནས་རྙིང་ཤོས་དེ་ཆ་འདེགས་ཀྱི་ཡོད། གཅིག་སྟོང་བརྒྱད་བརྒྱ་དགུ་བཅུ་ལ་ཨ་ནི་གཅིག་ང་ཚོ་ད་ལྟ་དངུལ་བཀྲམ་དང་པོ་ཅིག་དང་པོ་གི་དུས་དེ་ཆ་འདེགས་ཀྱི་ཡོད་ཞུས་འདི་ཀོང་པར་ཀོང་པར་གྱིས་བཀྲམ་དེ་ཆ་འདེགས་ཀྱི་ཡོད། དེ་བཅོ་གསུམ་ཞེ་ལྔ་དེ་དེ་བཟི་བ་ཡིན་ན་དེ་སྒང་ལ་དེ་བཅོ་གསུམ་ཞེ་ལྔ་ལ་འདེ་ཁྱོད་དེ་ཡོད་རེད་ཨ་ནི་རྒྱབ་ལོག་ལ་བཟི་བ་ཡིན་ན་དེ་བཀྲ་ཤིས་ད་གས་བྱས་ཨ་ནི་དེ་ཁྱིམ་མ་ལ་མེ་ཏོག་པད་མ་ཡོད་ཁྱོད་དེ་འདྲ་འགྲོ་གི་ཆ་འདེགས་ཀྱི་འདུག། ཨ་ནི་དེ་ནས་ང་ཚོ་རབ་དང་རིམ་པ་མང་པོ་བཞི་བོ་བྱུང་ཤག་དང་བཀྲམ་ཁ་མ་འདྲ་བ་མང་པོ་བཞི་བོ་བྱུང་ཤག་ཐོག་མ་དེ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་བྱས་ཨ་ནི་དེ་ནས་ང་ཚོ་རབ་དང་རིམ་པ་མང་པོ་བཞི་བོ་བྱུང་བྱས་ཧ་ལམ་དངུལ་གྱི་ཅིག་གི་མ་འདྲ་མང་པོ་གཅིག་བཅུ་གཉིས་བཅུ་གསུམ་ཆ་དེ་གི་འདུག་ཤོད་ཡིན་རུང་ཨ་ནི་དེ་ནས་ང་ཚོ་གི་གཉིས་པ་དེ་ལ་ཟངས་ཀ་ཅིག་བཀྲམ་ཡང་ཟངས་བཀྲམ་དེ་འདྲའི་ཁ་ཤས་མང་པོ་ཆ་དེ་གི་འདུག་ཨ་ནི་དེ་ལ་ང་ཚོ་སྒྲིག་གཤོམ་བྱེད་དགོས་དེ་དངུལ་ཟངས་ཨ་ནི་ད་ལྟ་ང་ཚོ་གསེར་དེ་དེ་བྱུང་ཡོད་མ་རེད་རུང་ཨ་ནི་དེ་ནས་ང་ཚོ་དངུལ་འགྲོ་གི་ཅིག་མ་རེད་ཡང་ཕྱེད་ཀ་ཕྱེད་ལས་དེ་འདྲས་དང་དེ་འདྲས་ཅིག་གི་ཡང་ཁོ་ཚད་གཞི།

ཤོག་ངུས་གལ་ཆེ་དོན་ཆེ་བརྩིས་བྱས་ཨ་ནི་ཅིག་ཤོག་ངུས་ཡིན་གཅིག་མིན་གཅིག་གོ་ཨེ་འགྲོ་དེ་འདྲས་ཅིག་བརྩིས་བྱས་ར་ཨ་ད་ང་ཚོ་དེ་འགྲེམས་སྟོན་ཁང་ནང་ལ་ནས་སྒྲིག་གཤོམ་ཞུ་བའི་གི་ཤོག་ངུས་རྙིང་ཤོས་དེའི་ཨ་དེ་བཀྲམ་ཉེར་ལྔ་དེ་ཆ་དེ་ཡོད་བཀྲམ་ཉེར་ལྔ་འགྲོ་བ་ཅིག་པ་ཡིན་ན་གཅིག་སྟོང་དགུ་བརྒྱ་བཅུ་གསུམ་ལོ་ལ་ཨ་ནི་བཟོས་བཞག་གི་བཀྲམ་དེ་ཆ་དེ་ཡོད་ཨ་དེ་ནས་ད་ང་ཚོ་ད་ལྟ་ནང་ཚན་གཉིས་པ་ནང་ལོ་ནས་གཅིག་གལ་ཆེ་ཤོས་ཞིག་ག་རེ་ལགས་ན་ང་ཚོ་ད་ཅིག་གི་བོད་གི་ཤོག་ངུས་དེའི་ཨ་ནི་ལོ་བརྩི་སྟངས་དེ་ག་འདྲས་བརྩི་གི་ཡོད་མེད་ཕྱིར་རོ་ཨ།

ད་སྐྱེས་ལོ་བྱོས་རོགས་འདི་ང་ཚོ་ཡར་བསྡོམས་པ་ཡིན་ན་ཨ་ནི་ཕྱི་ལོ་དེ་ཡར་ཐོན་ལེ་གི་ཡོད་དེ་འདྲས་བྱ་དེ་གི་འདུག་ཨ་ནི་དངུལ་ལོ་ད་ལྟ་རབས་དང་རིམ་པ་མང་པོ་ཞུ་བྱུང་ཤག་བཅུ་བྱུང་ཤག་རག་དུས་ནང་ལོ་ནས་ཨ་ཐོག་མ་དེ་གཅིག་སྟོང་དགུ་བརྒྱ་བཅོ་གསུམ་ལ་བཟོས་སྐྱོར་བྱས་ཨ་ནི་ཐ་མ་ཐ་མ་དེ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ནང་ལོ་ལ་ཨ་ནི་གཅིག་ང་ཚོ་བོད་རྒྱ་མི་ཧམ་སེམས་མ་བྱེད་གོང་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ནང་ལོ་ཐ་མ་དེ་བྱ་བྱེད་ད་ཅིག་ཨ་ནི་དེ་ལ་ད་ལྟ་ང་ཚོ་གཅིག་གི་ཁ་ཤས་ཤིག་སྒྲིག་གཤོམ་ཞུ་ཡོད་དེ་ཨ་ནི་ད་ལྟ་དང་པོ་དེ་ཨ་ནི་སྲང་བརྒྱ་དེ་བྱ་དེ་གི་འདུག་ཨ་ནི་དེ་ནས་སྲང་ལྔ་བཅུ་དེ་བྱ་དེ་གི་འདུག་ཨ་ནི་གསུམ་པ་དེ་ཡིན་པ་ན་སྲང་ཉི་ཤུ་རྩེ་ལྔ་ཨ་འདི་ནི་གསང་བཅུ། རོ། ཨ་འདི་ནི་གསང་སྔགས་བྱེད། དེ་འདྲ་ཞིག་ནི་ང་ཚོ་དང་ད་མ་འདྲ་བར་སྔ་ས་གཅིག་དེ་བི་ལོམ་ཞུས་ཡོད་ནོ། ཨ་འདི་ནི་ང་ཚོ་ད་དངུལ་ལོར་འགྲོ་འོས་ཀྱིན་པ་ཡིན་ན་ཐོག་མ་དེ་སྔ་ཞུ་བ་ནི་ཞེ་རེ་གཅིག་སྟོང་དགུ་བརྒྱ་བཅུ་གསུམ་ནས་ཕྱིན་ནས་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐ་མ་བར་དུ་ད་བོད་རྒྱ་མིས་ཧམ་སེམས་མ་བྱས་གོང་ནས་ཨ་ནི་ག་འདྲའི་དར་ཡིན་མིན་ཞེས་པ་དེ་འདྲའི་ཅིག་ང་ཚོ་དེ་གཟིགས་འབུལ་ཞུས་ཡོད་ཨ་ནི་བོད་ནང་ལ་དངུལ་ཐོག་མར་བཟོས་བའི་དེའི་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་ནས་ཆ་བཞག

ཁྱེད་ཀྱི་རོ། ཨ་ནི་གཅིག་ང་ཚོའི་གི་མི་ཧ་ལམ་བརྒྱ་དང་བརྒྱ་སེ་གཅིག་ང་ཚོའི་འདི་ནང་ལ་ཨ་ནི་ལས་ཀ་བྱེད་ངེས་བྱེད། ཨ་ནི་གློག་ཁྲུའི་སུམ་ཅུ་སོ་ལྔ་སེ་དེ་འདྲ་ཁྱིས་བྱེད་ཨ་ནི་གཅིག་གི་ད་གཅིག་དངུལ་ལོར། མང་པོ་ཞུ་ཅིག་དེ་ནས་མ་འདྲེན་པས་ཞུ་བ་ཞིག་དེ་འདྲས་ཅིག་གི་ཡང་ལོ་རྒྱུས་དང་དོན་ལེགས་འདུག་ཨ་ནི་གཅིག་ད་ལྟ་ང་ཚོའི་བཟང་ཤོག། བཟང་ཤོག་འདི་ཨ་ནི་གཅིག་སྟོན་ས་འདི། ནོར་བུ་མཚོ་དཀྱིལ་ནོར་བུ་མཚོ་དཀྱིལ་ནང་ལོགས་ནས་དམིགས་བསལ་ད་ལྟ་ང་ཚོ་གྲོ་མོ་ལས་ས་ཆ་གྱི་རོ།

བཟང་གི་དངུལ་བྱེད་རོ། འདི་ནས་གང་འདི་ཚོ་ཡིན་པ་ནི་ད་ང་ཚོ་འདི་ནང་ལོགས་ལ། དངུལ་སྲང་བཅུ་ཡས་ཡོད་རེད་དངུལ་སྲང་གསུམ་ཡས་ཡོད་རེད་རོ། ཨ་ནི་ཡང་དངུལ་སྲང་ཁ་ཤས་གཅིག་དང་ཕྱེད་ཀ་ལས་དེ་འདྲས། རོ། གཅིག་ཕྱེད་ལས་དེ་འདྲས་དང་ཨ་ནི་དཀར་དེ་འདྲས་ཡོད་རེད། ཨ་འདི་ནས་ཕར་ང་ཚོ་གི་དགའ་འདེད་བཀྲམ་ཁ་མང་པོ་བཅས་དེ་ད་དྲ་གཟིགས་པོ་ཞུས་ཡོད། ཨ་འདས་ཀྱི་ད་ད་ང་ཚོ། རྩེ་འདི་ལ་གཟིགས་བས་ན། འདི་སྟོང་པ་ཆ་དེ་ཡོད། འདི་སྟོང་པ་འདི་ང་ཚོ་གི་བཞག་དགོས་རྒྱུ་མཚན་ག་རེ་ལ་ན་ད་ང་ཚོ་འདི་ད་ད་སྒྲིག་གཤོམ་ཞུས་ཀྱོ་ནང་ལོགས་ནས། མ་རག་གྱོ་གཅིག་ག་རེ་ལ་ན་གསེར་སྒྲམ་འདི་རག་མ་སོང། གསེར་སྒྲོམ་འདི་གཅིག་ང་ཚོ་ཡང་རྗེས་ལ་ཅིག་ག་ཞུ་བ་རེད་གལ་ཆེ་དོན་ཆེ་རྩིས་བྱས་ཁ་ཤས་ཀྱི་ཡང་ཕུལ་འདོད་ཡོད་པ་ཡིན་ན་དེ་ང་ཚོ་དམིགས་བསལ་གྱི་དེ་གསེར་སྒྲོམ་གྱི་ས་གནས་ཀྱི་དེ་ཕུལ་བཞག་ཡོད་ཞུ་ཡིན་ལོ་ཐུགས་ཆེ། ད་ད་རིང་ང་ཚོ་དེ་དུས་ཐུང་འགྲེམས་སྟོན་བོད་ཉུལ་སྐབས་ལ་ང་ཚོ་ད་རིང་དབུ་འབྱེད་གནང་བ་རེད་ད་རིང་གི་དུས་ཐུང་འགྲེམས་སྟོན་འདི་ད་རིང་ནས་བྱས་ནས་སྤྱི་ཟླ་གསུམ་པའི་ཚེས་བཅོ་ལྔ་བར་དུ་ང་ཚོ་དེ་གངས་སྐྱིད་ཀྱི་གཞུང་རྟེན་གཞི་བྱས་པའི་བོད་ཀྱི་འགྲེམས་སྟོན་ཁང་ལ་ཨ་ནི་ཅིག་ག་ཚོད་སྒྲིག་ཤོམ་ཞུ་བའི་ཆ་དེ་གི་འདུག་ཞུ་ཡས་རོ། ད་རེས་ཀྱི་དུས་ཐུང་འགྲེམས་སྟོན་དེ་གི་གལ་གནད་གཙོ་བོ་གཙོ་བོ་གཅིག་ང་ཚོ་ད་གསུམ་འགྲོ་ཆ་དེ་གི་འདུག་དང་པོ་འགྲོ་བ་ཇི་འབའ་ཡིན་ན་ཨ་ནི་ང་ཚོས་ཀྱི་ལོ་རྒྱུས་ཐོག་ནས་ཨ་ནི་ཅིག་གི་བོད་ཀྱི་མི་བུ་རྣམས་ལ་བཀའ་དྲིན་རྗེས་དྲན་དང་སྦྲགས་ཆེད་ཨ་ནི་ང་ཚོ་དུས་ཐུང་འགྲེམས་སྟོན་དེ་དབུ་འབྱེད་གནང་བ་ཆ་དེ་གི་ཡོད་གང་ཡིན་ཞུ་བ་ཡིན་ན་ང་ཚོའི་ཐོག་ནས་ལོ་རྒྱུས་ཐོག་ནས་ཅིག་གི་ཕྱི་མིག་ཅིག་ལྟ་བ་ཡིན་ན་བོད་དེ་ཨ་ནི་རང་བཙན་གཙང་མ་ཡིན་པ་དང་རྒྱ་དང་བོད་ཐ་དད་ཡིན་པ་ཅིག་ང་ཚོས་ཅིག་གི་བོད་ཀྱི་དངུལ་ཐོག་ནས་ཨ་ནི་ཁ་སྤྲོད་ར་སྤྲོད་བྱེད་འདུག་ཨ་དེ་འདྲས་ང་ཚོ་གལ་ཆེན་པོ་ཞིའུ་རྩིས་བྱས་ཨ་ནི་དེ་ལ་ང་ཚོའི་མི་བོད་ཀྱི་མི་འོས་མང་པོ་ཅིག་གིས་དཀའ་ལས་རབ་དང་རིམ་པ་མང་པོ་ཅིག་རྒྱག་ཡོད་རེད་ཨ་ནི་འདི་ང་ཚོས་ད་རེས་དེ་སྒྲིག་གཤོམ་ཞུ་ཡས་ཀྱི་ཉི་མ་ཆ་དེ་གི་ཡོས་ཞུ་ཡས་ཡིན་རོ་ཨ་གཉིས་བ་འགྲོ་བ་ཅིག་ཡིན་པ་ཡིན་ན་དེ་སྔ་ང་ཚོ་ཉིས་སྟོང་བཅུ་བདུན་ནས་ཕྱི་ནས་ཉིས་སྟོང་ཉིས་གསང་གཉིས་བར་དུ་གངས་ཅན་བསྟན་བཞིན་གངས་ཅན་གྱི་ཆུ་བསྟན་བཞིན་བྱེད་པའི་གི་བོད་ཀྱི་འགྲེམས་སྟོན་ཁང་གི་ལས་གཞི་འདི་དབུ་མཛད་གནང་ནས་ཨ་ནི་ལོ་ལྔ་རིང་ལ་ཨ་ནི་ང་ཚོ་ད་ཅི་ག་ཞུ་བ་རེད་འགྲེམས་སྟོན་ཁང་ལ་ལྕགས་དངུལ་རེད་ཨ་ནི་ཅིག་གི་བོད་ཀྱི་དངུལ་བཟང་ཨ་ནི་ཅིག་གི་ཤོག་དངུལ་ཕུལ་ངེས་རབ་དང་རིམ་པ་མང་པོ་ཞུ་བྱུང་སོང་ཨ་ཁོ་རང་ཚོ་གི་ཕུལ་བྱས་ཁོ་རང་ཚོ་གི་ད་ཅིག་ཕུལ་སྐྱོར་འདི་ཚང་མ་ང་ཚོ་དེ་བསྟན་བྱ་འགྲེམས་སྟོན་ནང་ལོགས་ལ་གཟིགས་འབུལ་གནང་ཐུབ་ཡོད་མ་རེད། དེ་འདྲས་སང་ང་ཚོས་དེ་སྔ་ནས་ཁོ་རང་ཚོ་གི་ཇི་ལྟར་ག་ཞུ་གི་རེད། ཀྱི་སྐད་ཆ་དྲི་ངས་མང་པོ་ཞུ་ཅི་སླད་དེ་ཡི་འདུག་ངའི་སྙུས་དེ་ག་བ་ཡོད་རེད་ལན་འགྲོ་ཨ། དེ་འདྲས་ཇི་འདོད་གོ་འདུག་ང་ཚོས་ལྟ་འདི་གི་དུས་ཐུང་འགྲེམས་སྟོན་བྱེད་རྒྱུའི་ཆེད་ཨ་ནི་ཁོ་རང་ཚོ་ལ་ཅིག་འདོད་པ་ཚིམ་པ་དང་ཨ་ནི་ཁོ་རང་ཚོ་གི་ལྕགས་སྙུས་ཕུལ་བ་དེ་ཨ་ནི་ཆུད་ཟོས་དུ་མེད་བ་བྱེད་རོགས་ཨ། ཨ་འདིས་ང་ཚོའི་གི་མ་འོངས་བོད་ཀྱི་སོན་རྩ་ཆེད་དུ་ཨ་ནི་ང་ཚོ་ཅིག་གི་འགྲེམས་སྤེལ་ག་འདྲས་བྱེད་ཀྱིན་པའི་ལ་ནི་ང་ཚོ་དེ་སྔ་ནས་བསམ་བློ་བཏང་བསྡད་ཡོད་ཨ་འདིས་ང་ཚོས་ཁོ་རང་ཚོ་ལ་ཅིག་ག་ཞུ་གི་རེད་ཐུགས་རྗེ་ཆེ་ལ་ནི་ཞུ་ཡས་གི་དེ་འདྲས་ཅིག་གི་ཡང་ང་ཚོའི་འབད་བརྩོན་སྙི་བ་དེ་བྱ་དེ་གི་ཡོད་ཞུ་ཡས་རོགས་ཨ། གསུམ་པ་གྲོགས་སྦྱིན་པ་ཡིན་ན་དེ་རིང་གི་གཅིག་གི་དུས་ཐུང་འགྲེམས་སྟོན་བོད་དངུལ་སྒང་ལ་ང་ཚོས་ཀྱི་ད་ཟླ་བ་བདུན་གྱི་གཅིག་དཀའ་ལས་བརྒྱ་རེད་འདི་ནང་ལོ་ལ་ཉམས་ཞིབ་ཉམས་ཞིབ་གཅིག་ང་ཚོས་ལྟ་འདོད་པ་འདུག་ཉམས་ཞིབ་བྱེད་ངེས་ཨ་ནི་ཧ་ལམ་དཔེ་དཀོན་པོ་འདུག་ལའང་འདི་གང་ལ་ཨ་ནི་གཅིག་གི་ཉམས་ཞིབ་ཀྱི་དཔྱད་རྩོམ་ཡིན་པ་ནས་རེད་ཉམས་ཞིབ་ཀྱི་ཨ་ནི་གཅིག་གི་དེབ་བྲི་ངེས་ཡིན་པ་ནས་རེད་དཔེ་དཀོན་པོ་འདུག་ར་དཀོན་པོ་ཡིན་འདོད་པ་འདུག་ཨ་ནི་ང་རང་ཚོ་ཡིན་པ་ནས་དཀའ་ངལ་ཞི་བོ་བྱུང་སོང་ཨ་ནི་དྲ་རྒྱ་ནང་ལ་ཡིན་པ་ཡིན་ན་ཕལ་ཆེར་དྲ་བ་གཅིག་རྒྱ་མིའི་ཁོ་རང་ཚོ་གྱི་རྒྱ་སྐད་ནས་ཨ་ནི་སུ་བོད་སྐད་ལ་བསྒྱུར་འགྱོག་དེ་འདྲས། རེད་བ། ཐ་སྙད་བསྒྱུར་འགྱོག་ཆེད་ཨ་ནི་གཅིག་གི་ལོ་རྒྱུས་ལ་ཡང་འཁྱོག་བཤད་བྱེད་འགྱོག་དེ་འདྲའི་དེ་འདྲས་མང་པོ་བྱེད་འོས་ཆོས་ཡོད་འདུག་གོ་དུ་དེ་འདྲས་གཅིག་གིས་ང་ཚོ་གཅིག་གི་དཀའ་ངལ་དང་མཉམ་དུ་ཨ་ནི་ང་ཚོའི་ཤེས་ཡན་དེ་ག་ཤེས་ཞེས་བ་ན་ཉམས་ཞིབ་ཉུས་ཉུས་ཡོད་འདུག་གོ་དུ་ཉམས་ཞིབ་ཀྱི་ད་གཅིག་ང་ཚོ་ཚན་ལྡན་གཅིག་བྱུང་ཡན་ཆེད་དུ་ཨ་ནི་ལྕགས་ཉུལ་དེ་ཚོ་ངོ་མ་ཁོ་ར་དེ་སྟོན་བ་ཡིན་ན་ཨ་ནི་ཉམས་ཞིབ་པ་རྣམས་ལ་ཨ་ནི་ཐུགས་ཕན་གསོས་ཡས་འགྲོ་བ་ཆེ་དེ་འདྲས་འགྲོ་བ་ཆེ་མཐོང་བྱེད་ད་ང་ཚོ་དགོས་དམིགས་གཙོ་བོ་གསུམ་དེ་ཆགས་འདི་གི་ཡོད་ཞུ་ཡིན་ནོ།